ད་དེ་ལ་བ་ཅིག་དུས་བརྩམས་པའང་ད་ཁོ་བོད་པ་རེད་པ་བོད་པ་ཅིག་ཡིན་བཅས་བོད་པའི་ནང་ནས་བོས་ནས་སྐྱབས་བཅོལ་བར་ཡོང་པའི་སོ་ར་ཅིག་དེ་ནས་རྒྱ་གར་ལ་སླེབས་ནས་རྒྱ་གར་ནས་དེ་ནས Frans ལ་སླེབས་པའི་མི་ཅིག་ཡིན་གྱི་རེད་བ། ད་དེ་འདྲ་ཡིན་དུས་བརྩམས་པ་ཨ་ནི་ཁོ་གི་རྣམ་པ་དེ་ག་རེ་བསྟན་ཡོད་རྒྱུ་རེད་ཟེར་དུས་བརྩམས་པ་ཁོ་བོད་པ་ཡིན་པའི་རྣམ་པ་ཅིག་བསྟན་ཡོད་རྒྱུ་རེད་གང་ལགས་བྱེད་དགོས་བ། རྒྱ་མི་དེ་ཚོ་གིས་བོད་རྒྱ་མི་ཁོངས་རེད་ཁྱེད་རང་རྒྱ་མི་རེད་ཟེར་དེ་འདྲས་ཀྱི་རྣམ་པ་ཡོད་ཀྱི་རེད། དེ་འདྲ་ཡིན་དུས་རྩམ་པ་ད་ཞར་དུ་ཞོག་ལ་རྩལ་དེ་འདྲ་བྱུང་བ་ཡོད་ཀྱི་རེད་བ། གང་ལྟར་རྒྱ་མི་དེ་ཚོ་གིས་ང་ཚོ་རྒྱ་མི་ཡིན་པ་གྱིས་ལ་ཁུངས་ལུང་གྱིས་བརྩི་དགོས། རྒྱ་མི་ཚང་མ་ཧྥ་རན་སི་ལ་རྒྱ་མི་མང་པོ་ཡོད་རེད་དེ་རྒྱ་མི་ཚང་མ་གཅིག་པ་མ་རེད་ད། རྒྱ་མི་མང་པོ་གྱིས་རྒྱ་དམར་པོ་ལ་རྩ་བ་ནས་དགག་མ་རེད། དེ་འདྲའི་ཡུན་ཐུང་ཙམ་པ་ང་རང་ཚོ་ཕྱག་ལས་གནང་མཁན་དེ་ཚོ་པདྨ་སི་ཀི་གཟབ་གཟབ་བྱེད་དགོས་ཡ་དེ་ཁེད་ཨེ་ཡོད་རེད། ལས་ཀ་ག་པ་བྱེད་ཀྱི་ཡོད་ན་ཡང་རེད་བ། ལས་ཀ་དེ་བྱེད་སོ་སོས་མི་རིགས་སུ་ཡིན་ན་དེ་གསལ་པོ་བཟོས། ཨེ་ལས་ཀའི་སྒྲིག་འཛུགས་དེ་ཁེད། སྒྲིག་འཛུགས་དེ་ཁེད་སོ་སོ་ཀྱི་ལུང་པའི་ཐོག་ལ་སོ་སོའི་མི་རིགས་དེ་ལ་སོ་སོ་སྤོབས་པ་ཡོད་པའི་ཐོག་ནས་དགའ་པོ་ཡོད་པའི་ཐོག་ནས་ཕྱག་ལས་གནང་ཐུབ་པ་ཅིག་དགོས་མཁོ་རེད། ཁ་ཤས་རྒྱ་མི་ལ་དཔེ་ལེགས་ཞིབ་ཤེས་རེད་བ། དེ་འདྲའི་གོ་ཡ་ཡོག་མ་རེད་དཔེ་ལེགས་ཤེས་གོ་ཡ་ཡོག་མ་རེད། ཡིན་ན་མི་སེར་གཅིག་གཅིག་ལ་མཐུན་གོ་གི་ཡོག་རེད། ད་ད་རེས་ཁོང་བོད་པ་ཡིན་ཡིན་པའི་ཆ་ནས་ཕལ་ཆེར་བཀྲོངས་རེད། ཨོ་བོད་པ་ཡིན་པ་དང་ཨ་ནི་ཁོ་བོད་པའི་རྣམ་འགྱུར་དེ་ཁས་ནི་འགྲོ་གི་ཡོད་པ་དེ

དེ་དེ་མ་འོས་པའི་གལ་མེད་ཡོད་མ་རེད། མ་འོས་པའི་གལ་གལ་གལ་ཡོད་མ་རེད་དེ་འགྲིག་ཐག་ཆོད་འགྲིག་ཡོད་རེད། དེ་མེད་པ་ད་མུ་མཐུད་ནས་སྒྲིག་འཛུགས་དང་ལྡན་པའི་ཐོག་ནས་ཁྱེད་རང་ཚོ་ངོ་རྒོལ་མུ་མཐུད་བ་བྱེད་པ་དེ་དཔེ་མ་ཟད་ཡག་པོ་རེད། བོད་པ་ཚང་མ་ག་པ་ཡིན་ན་ད་བོད་པ་རྒྱ་མི་འོག་ལ་རྒྱ་མི་གི་ཚོང་ཁང་འོག་ལ་ཚོང་ཁང་མཉམ་དུ་ལས་ཀ་བྱེད་མཁན་མང་པོ་འདུག་ང་ཡིན་ན་སྔོན་མ་ནས

འོ་ཟེར་དེ་འདྲས་ག་འདྲས་རེད། དེ་འུ་ཐུག་པ་འགྱིར་བ། ཨ་དེ་ལས་ཀ་ག་རེ་བྱེད་གཞན་དག་ནས་ལས་ཀ་རག་གི་རེད་བ། དེ་འདྲས་ག་རེ་ཡིན། དེ་འདྲས་མ་ཚོ་ད་རྒྱ་མི་གི་འོག་ལ་ལས་ཀ་བྱེད་མཁན་ཡོད་པ་མ་ད་རྒྱ་མི་བོད་པ་ཁ་ཤས་ཀྱིས་རྒྱ་མི་ལ་པའི་ལས་བཤད་ཀྱི་སྟོད་ར་ཞིག་བཏང་གོ་ང་དང་གོ་མྱོང་ངས། ད་དེ་འདྲའི་བྱེད་དགོས་གལ་མི་འདུག་བསམ་གྱི་འདུག་སྤོ་བ་བྱས་ནས་བོད་པ་བོད་པ་ཡིན་ཞེས་བསམ་ནས་ལས་ཀ་དེ་ཚོ་བྱས། གླ་ཆ་དེ་ཚོ་ཏག་ཏག་འགྲིག་གི་འདུག་འགྲིག་མེད་གླ་ཆ་ཡིན་ན་ཡང་ང་ར་ཅིག་ཡིན་ན་ངའི་ཉམས་མྱོང་ལ་ང་རྒྱ་མི་ཐུག་ནས་རྒྱ་མི་ཁོ་རང་ཚོའི་རྒྱ་མི་ཟ་ཁང་ལ་པདྨ་གསེར་གྱི་ཚོར་བོ་ཡོང་བ་རེད།

འོ་དེ་འདྲ་ཡིན་དུས་ཙམ་པ། བོད་པ་ཚང་མ་སྤོབས་པ་ཆེན་པོ་ཀྱི་ཐོག་ནས་བོད་མི་རིགས་དང་རྒྱལ་ཁབ་དེ་བཟུང། ཨ་ནི་དེའི་སྒང་ལ་བོད་པའི་ཆོས་དང་རིག་གཞུང། ཆོས། བྱེད་འདོད་ཡོད་པ་ཡིན་ན། ཨ་ནི་ཆོས་དེ་ཤེས་པའི་ཐོག་ནས་བྱེད། དེ་འདྲ་དེ་འདྲ་བྱས་བྱས་ད་གང་ལྟར། ཆོས་ཡག་དག་ཡོད་རུང་མེད་རུང་གང་ལྟར་བོད་པ་ཅིག་བོད་པ་ཡང་དག་ཅིག་ཡིན་པ་དེ། གཟིམ་དགོང་གི་འོག་ཕེབས་པ་ཚང་མར་གྱི། ཨན་ད་རི་ཧྥུ་རན་སི་ལས་བྱུང་པ་འདི་དཔེ་ཡག་པོ། མཛད་སྒོ་ཧ་ཅང་གི་ཡག་པོ་བྱུང་སོང། ཟེར་ཡ་དེ་ཡིན། ད་ཚུལ་ཁྲིམས་ཁོ་ནང་གྲོང་ནི། ཁོ་རང་གི། ཁོ་རང་གྲོང་ནི་ད་ཁོ་ལ་གྱོང་གྱི་རག་པ་རེད། ཁོ་ལ་གྱོང་གྱི་རག་པ་རེད། ད་ཁོ་ལ་གྱོང་གྱི་རག་པ་རེད་དེ་ང་ཚོ་མི་རིགས་དེ་ལ་གཉིད་ཀྱི་ཚད་པ་རེད། ཁོ་གི་ཐུགས་རྗེའི་བཀའ་དྲིན་ལ་ཁོ་གྲོངས་པས། ཁོ་གི་བློས་བཏང་ཡོད་མ་རེད་ཀོ་རྒྱ་མི་ཚོ་བོད་པ་ཡིན་ཟེར་ལབ་དགོས་གྱུར་བ་བྱས་ཙང་རྒྱ་མི་དེ་ཚོ་མ་དགའ་བས་ཁོ་བསད་རོགས། ཡིན་ནའི་ཁོ་གི་ད་ང་ཚོ་རྒྱ་སེ་རྒྱ་ཧ་གོ་བ་མ་རེད་ཁོ་གི་སྤོ་བ་བྱས་ནས་བསྡད་པ་དེ་གིས་ཁོ་རྒྱ་མི་དེ་ཚོ་མ་དགའ་བས་བསད་དགོས་ཡ་བྱུང་རོགས། ཁོ་གི་ཁོ་གི་ང་ཚོ་གཉིད་ཀྱིས་བཙས་པ་རེད། ཐུགས་རྗེ་བཀའ་དྲིན་ཡིན་ཟེར་ཅིག། ཁོས་རྙེད་རྙེད་ཅིག་བརྩད་པར་གདའ། བོད་པ་གླ་པོ་བཞི་པོ་དེ་འདྲ་ཡོད་རེད་སྐད་ཆ་སྤམ་པོ་དང་སྙན་པོ་ཤི་ཐག་བཤད་དགོས་མཁན་གྱི་བོད་པ་ཤི་ཐག་རེད། བོད་པའི་ཐོབ་ཐང་དེ་བོད་པ་གི་གླེང་མ་ཐུབ་མཁན། དར་མདོ་ཡིན་ན་རྒྱ་མི་འོག་ལ་བསྡད་ཀྱི་ཡིན་ཟེར་ནས། རྒྱ་དམར་པོ་འོག་ལ་བསྡད་ཀྱི་ཡིན་ཟེར་མཁན་དེ་ཚོ་འཇམ་བཞག་ན་ཡག་རེད་དཱ། བོད་པའི་ཐོབ་ཐང་དེ་འཛམ་བུ་གླིང་འདིའི་ནང་ལ་ཐོབ་ཐང་བརྗེ་བོ་རེད། དེ་བཙལ་དགོས་རེད། དེ་དེ་འགྲིག་འགྲིག་ཡག་གི་ཐབས་ཤེས་བྱེད་དགོས་རེད་མ་གཏོགས། རྒྱ་དམར་པོ་འོག་ལ་བསྡད་ཀྱི་ཡིན་ཟེར་མཁན་དེ་འདྲས་ཀྱིས་སྐད་ཆ་དེ་འདྲས་བཤད་ན་ང་འདྲ་ཅིག་ཡིན་ན་ང་བོད་པ་ཡིན་ནི་ཆོག་ས་མི་འདུག་བསམ་གི་འདུག་དེ་འདྲས། བོད་པའི་སྤོས་པ་དེ་བོད་ཟེར་མཁན་དེ་ལོ་སྟོང་ཕྲག་མང་པོ་གནས་པའི་མི་རིགས་ཅིག་རེད་བ། དེ་ཡིན་དུས་ཙམ་མ་བློས་ནམ་ཡང་བཏང་ཡ་ཡོད་མ་རེད་ད། ཐུགས་རྗེ་གཟིགས་བོད་པ་ཚོ། ང་ཚོ། ང་ཚོ་སྐབས་གཅིག་ང་ཚོ་ཆབ་སྲིད་པ་མཁས་པ་དེ་འདྲ་མེད་པ། རྒྱལ་ཁབ་ལ་དམག་དང་སྟོབས་དེ་འདྲ་ཞུགས་ཀྱི་མེད་པའི་ཐོག་ནས་རྒྱ་མི་གི་ཐུབ་ཚོད་བཏང་པ། ཐུབ་ཚོད་རང་བཏང་པ་རེད་ད། དེ་འདྲ་ཡུ་ཁི་རེན་ལ་ཨུ་རུ་སུ་ཕུ་ཀྲིན་གི་ཐུབ་ཚོད་བཏང་གི་འདུག་བ། འོ་དེ་ནང་བཞིན་དེ་ལས་སྡུག་བ་མེད་ན་ཡག་ག་བྱུང་ཡོག་མ་རེད་འོ་ཐུགས་ཟིན་ད་སེམས་པ་དེ་སེམས་ལ་དེ་འདྲ་རེད་ཅེས་ཁྱེད་ནི་མི་རིགས་སྐད་ཡོང་ཤོག་ཨ། ཐུགས་རྗེ་ཆེ་བཀའ་དྲིན་ཆེ།